འགྲོ་ནི་སྐྱེན་པོ་ཕྱག་གཡས་ཏི་ད་ག་རེ་གཅིག། ཡིན་པ་ཧ་གོ་མི་འདུག་ད་ཚོགས་པ་ཟིན་བྲིས་གཅིག་གི་བཀོད་སྒྲིག་བྱེད་ཀྱི་ཡོད་ནར་བ་ཡག་པོ་མཐོང་གི་མི་འདུག། ག་རེ་གཅིག་ནི་ལབ་ན་ང་ཚོ་ལུང་པ་འདི་གི་མི་མར་བ། ང་ཚོ་སོ་སོ་སྐྱབས་གྱུར་བ་ཡིན་པ་ནི་ང་ཚོ་ཚང་མ་ངོས་ཟིན་དགོས་རེད་ད། ང་ཚོ་ལུང་པ་འདི་ལ་སྐྱབས་བཅོལ་དུ་བསྡད་ཡོད་རུང་ང་ཚོ་འགྲོ་ས་མེད་འདུག་ས་མེད། བཟའ་ས་མེད་རྒྱལ་ཁབ་ནང་ལ་བག་ཆགས་ལོག་ཀྱིན་ན་ང་ཚོ་སྲོག་ལ་སྙིང་ཁ་ཡོད་ལ་ནི། ལུང་པ་འདི་ལ་ཨ་ཐུག་ཐབས་ཟད་ཀྱི་སྐད་ཆ་བཤད་ན་ང་ཚོ་ལུང་པ་འདི་ནང་ལ་ནི་ཡོད་རུང་ཨ། དེ་སྤྲིན་པ་མ་བརྗེད་པ་བྱེད་དགོས་རེད་ད་ཁ་ཞེ། ཁ་ཅིག་ལ་ན་ལས་ཀ་ལས་ས་ལ་ཡང་དེ་འདྲ་རེད་ཨ་ནི་སྐྱབས་བཅོལ་ཞུ་དུས་ཡང་དེ་འདྲ་རེད་དང་པོ་ཞུ་དུས་ཞུ་ཡུལ་གྱི་མགོ་སྐེར་སྐེར་གཉོམ་ཆུང་ཆུང་བྱས་ན་བྱོས་མཚམས་བཅད་ཐིག་དེ་ཚོ་བག་ཁུ་ནང་ལ་རྔུ་དེ་ཚོ་སླེབས།

དེ་འདྲ་རེད་ད་ལྟའི་ཆེད་དུ། ལྷག་པར་དུ་དེ་ནས་དཔེ་མཛོད་ཁང་ཅིག་འདུག་ཨ་དེ་དཔེ་མཛོད་ཁང་དེ་ག་པར་དང་མཚུངས་དཔེ་ཐོག་ག་མར་པོ་འདྲ་བྱུགས་ཚོ། ཨ་ནི་རྒྱ་མི་ཡོག་ལ་གྲོ་བོ་རེ་ཟེར་གང་འདྲ་ཅིག་འདྲ་ཨ་མ་འདྲ་ཚིག་ངན་དུ་སུ་བཏགས་ནས་དྲ་ཐོག་ལ་བཏང། ཨ་ནི་དེའི་སྐོར་རྩ་ལ་འགྲོ་ན། དེ་ཡང་སྲས་ཡང་སྲས་སྐད་འབོད་རྒྱག་དེ་ད་ངས་རྩ་ག་རང་ནས་ཡག་པོ་ཚོར་གི་མེད། རེད་བདའ་གཏང་དགོས་གལ་ཆེན་པོ་རེད། ལྷག་པར་དུ་བྲིམ་པའི་བྲིམ་ཞེས་པའི་ཚིག་དེ་ང་ཚོས་སྲུང་སྐྱོབ་བྱེད་དགོས་གལ་ཆེན་པོ་རེད། ཡིན་ན་ཡང་ཁོ་ཚུགས་ཀྱི་འགྱུར་བ་མ་བཏང་ན་དེ་ལ་ང་ཚོ་ཀུན་འགྲོ་ནས་ཨ་ཚུགས་རྒྱག་ན་སྐད་མགོ་རྒྱག་འདྲེ་བྱས་ཏེ་ཡག་པོ་མ་རེད་དྲན་གི་རེད། གཅིག་ནི་ང་ཚོ་རློམ་པ་འདེགས་ཡུལ་མི་མ་རེད་ཐོབ་ཐང་ཡོད་མ་རེད་ང་ཚོ་ལ་ང་ཚོ་སྐྱབས་བཅོལ་བ་རེད། གཉིས་ནི། ལུང་པ་དང་དཔོན་མི་ཚོས་བཀའ་དྲིན་ཆེན་པོ་རང་ཚོ་ལ།

ཨུ་ཚུགས་རྒྱག་ནས་རྦད་དེ་ཅིག་འཐབ་རྩོད་བྱེད་དགོས་ན། འཐབ་རྩོད་བྱེད་དགོས་ས་ཀྱི་དར་ཆ་རྒྱབ་ལོག་ཁུར་ནས་འགྲོ་ནི། ཨ་ནི་སྐད་འབོད་རྒྱག་ཨ་འདྲི་བྱེད་དགོས་ས་ས་ཆ་དེ་དེ་ན་མ་རོ། ངས་ཀོང་ཞུས་ཀོང་དུ་ཞུས་པ་ནང་བཞིན་ཟླ་དང་པོའི་སྐད་ཆེན་པོ་རེད་ན། རྦད་དེ་ཁོ་རང་ཨ་འདྲི་བྱས་དེ་དག་ཡག་པོ་བརྩགས་ནས་འཚོ་གི་མི་འདུག་དེ་གཅིག་ཡིན། ཨ་ནི།